དེ་ནི་ཡུལ་ངན་ང་དེ་ཚ་བ་རེད་ཨ། དེ་རིང་འདི་ནི་མ། རྒྱལ་བ་བཅུ་གཅིག་འདི། ངོ་སྤྲོད་ཅིག་བྱེད་ཐུབ་ན་བསམ་ཚོད་ར། ད་རྒྱལ་བ་བཅུ་གཅིག་བསྟན་པའི། ད་རྩ་བ་འགྲོ་བ་འདི་ག་རེད་ཞུས་བ་ཡིན་ན་རྩ་བ་འདི་འདི་རེད་རྒྱལ་བ་བཅུ་གཅིག་འདི་དག་འདི་དེ་དང་ངོ་ཚ་ཁྲེལ་ཡོད་ད་མ་ཆང་མི་དང། གཏི་མུག་མེད་བརྩོན་འགྲུས་ཤིན་སྦྱངས་བག་ཡོད་ད་བཏང་སྙོམས་མི་ཚེ་བར་ན། གསོལ་བོ་གསལ། ད་ལྟ་འདི་དགེ་བ་བཅུ་གཅིག་བསྟན་པའི་གཞུང་ཚིག་དེ་དེ་རེའི་ཞོལ་ཡིན། ད་བློ་རིག་གི་སྡོམ་འགྲོ་བ་འདི་རེད། ད་དགེ་བ་བཅུ་གཅིག་འདི་ག་རེད་ཟེར་ན་དང་པོ་འདི་དད་པ་འདི་རེད་ད་ལྟ་འདི་ན་ཤེས་ན། རྩ་བ་ནང་འགྲོ་ན་དད་དང་ཟས་བཅད་དེ་ནི་ངོ་ཚ་ཡོད་པ་ཁྲེལ་ཡོད་པ། ཨ་ནི་འདོད་ཆགས་མེད་པ་ཟེར་རོ་མ་ཆགས་ཟས་འདོད་ཆགས་མེད་པ་ཟེར་མི་སྡང་ཟས་དེ་ཞེ་སྡང་མེད་པ་ཟེར་དེ་ནི་གཏི་མུག་མེད་པ་ཟེར། དེ་ནི་བརྩོན་འགྲུས་བཅས་ཤིན་སྦྱངས་བཅས་བག་ཡོད་བཅས་བཏང་སྙོམས་བཅས་རྣམ་པར་མི་འཚེ་བ། འོ་ད་འདི་ལ་ཡང་ནི་དགེ་བ་བཅུ་གཅིག་ལགས་ཡོད་རེ་ཞུ་ཡ་ཡིན། ཇི་ཙམ་དད་པ་བཅས་དེ་ནི་ངོ་ཚ་ཤེས་པ། ཁྲེལ་ཡོད་བ། འདོད་ཆགས་མེད་པ། ཞེ་སྡང་མེད་པ། གཏི་མུག་མེད་པ། བརྩོན་འགྲུས་བཅས་ཤིན་སྦྱངས་བཅས། བག་ཡོད་བཅས། བཏང་སྙོམས་བཅས། རྣམ་པར་མི་འཚེ་བ། འོ་ད་འདི་བཅུ་གཅིག་དེ་ལས་ཡག་ནི་རྒྱལ་བ་བཅུ་གཅིག་སྡུག་བྱས་ནས། ལབ་དགོས་ཡོད་རེད་ཅེས་ཞུ་ཡ་ཡིན། འོ་ད་འདི་འདྲ་འདྲ་བ་ཅི་རེད། བྱས་ཙང་ད། དང་པོ། དད་པ་ཟེར་ན་ག་རེ་ཨེ་ལ་ནི། ད། འགྲེལ་བཤད་འདྲ་བ་ཞུ་བ་ཡིན་ན། ད་དད་པ་འདི། དད་པའི་མཚན་ཉིད་ཚ་གོ་དོན་འགྲོ་བ་དེ་ལྟ་འདིར། རང་ཉིད་གང་ལ་དད་པའི་སྐྱེས་བུ་དམ་པར། སྐྱེས་བུ་དམ་པ་ཡིན་ན་འདྲ་དུ་སྐྱེས་བུ་དམ་པ་དེ་གི་མ་གསུང་བཤགས་རྒྱུད་ཀྱི། ནི། ཆོས་ཡིན་ན་འདྲ་དུ་དེ་ལ་ཡང་ཡིད་ཆེས་པ། ཡིད་ཆེས་པ་དང། ནི་དང་བ་དང། འདོད་པ། དད་པ་སྐྱེ་བ་དེ་ལ་ཡིད་ཆེས་པའི་དད་པ། དང་བའི་དད་པ། ནི། འདོད། ད་མངོན་པར་འདོད་པའི་ཐོས་པ་ཐེག་པ་སླད་ན་འདི་མངོན་འདོད་ཀྱི་ཐེག་པའོ། ད་འདི་གསུམ་པོ་ཡོང་གི་རེད་ཞེས་གསུངས་པ་དང། རང་ཉིད་གང་ལ་ཐེག་པའི་སྐྱེས་བུ་དམ་པར་ཡིད་ཆེས་པ་དང་དང་བ་དང་འདོད་པ་གང་རུང་གི་རྣམ་པ་ཅན། ཡུལ་དོན་དུ་གཉེར་བའི་འདུན་པའི་རྟེན་བྱེད་ངེས། དེ། སྐྱེས་བུ་དམ་པ་དེ་དང་དེའི་ཡོན་ཏན་དེ་ནང་ཤེས་བྱེད་སོ་སོ་ལ་བྱུང་ན་བསམ་པའི་འདུན་པའི་འདུན་པ་སྐྱེ་བར་བྱེད་ངེས་ཀྱི། ད། སེམས་བྱུང་གཅིག་ལ་དད་པ་ལགས་ཀྱི་རེད་ཟེར་ནས་ཨོ་ད་དེ་འདྲའི་འགྲོ་བ་ཅི་རེད་ད་དད་པའི་གི་གོ་དོན་འགྲོ་བ་འདི་རེད་ཞུ་ཡ་ཡིན། ད་དད་པ་དེ་དད་པའི་བྱེད་ལས་དེ་ག་རེད་ལ་དད་པ་དེ་ཡོད་པ་ཡིན་ན་བྱེད་ལས་དད་པའི་གི་བྱེད་ལས་འགྲོ་བ་དེ་ག་རེད་ལ་ན་དགེ་བས་ཀྱི་ཆོས་ལ་འདུན་པ་མ་སྐྱེས་པ་སྐྱེད་པར་བྱ་བ། སྔར་ཨ་ནི། རྒྱལ་བ་བསྒྲུབ་ཡ་ལ་ཡ་བསམ་བློ་མེད་དེ་བ་འདུན་པ་མེད་དེ་བ། འོ་དེ་འདྲ་ཡིན་པ་ཡིན་ན་ཨ་ནི་འདུན་པ་སྐྱེ་གི་རེད་ཅེས་གསུངས་ད་དགེ་བའི་ཆོས་ལ་འདུན་པ་མ་སྐྱེས་པ་སྐྱེ་བར་བྱ་བ་དང། གལ་སྲིད་སྐྱེས་བཞག་ཡོད་པ་ཡིན་ན་ཨ་ནི་སྐྱེས་ཚར་རྒྱུ་དེ་གོང་ནས་གོང་དུ་སྤེལ་གི་རེད་ཅེས་སོ་སྐྱེས་ཟིན་སྤེལ་བའི་ཐད་བསྟན་བྱེད་ཀྱི་རེད་ཅེས་འོ་འདི་གསུངས་པར་ད་དད་པ་འདི་ལ་འོ་ད་དེ་འདྲ་འགྲོ་བ་ཅི་རེད་ཞུས་ཨ་ཡིན། ད་དད་པ་ལ་བར་དབྱེ་བ་ཕྱེ་ན། ནི། དད་པ་དེ་ལ་ཡིད་ཆེས་ཀྱི་དད་པ། མངོན་འདོད་ཀྱི་དད་པ། དང་བའི་དད་པ། ཅེས་གསུངས། གདོད་ནམ་རྒྱུན་དཔེ་ཆ་རྣམས་ལ་དེ་གསུངས་ཡོད། ཡིན་ནས་ནམ་རྒྱུན་ང་རང་ཚོའི་ནམ་རྒྱུན་བཤད་རྒྱུན་ལ་ཡང། དད་པ་ལ་ཡ་འདི་ལ། ནམ་རྒྱུན་རྨོངས་དད་ཟེར་བ་ཅིག་ཡོང་གི་ཡོད། ནི། གཅིག་ག་རེ་ཤེས་རབ་ཀྱི། གྲོགས་དང་བཅས་པའི་དད་པ། ཉིད་མགོ་རོ། རྨོངས་དད་ལ་ཡ་འདི། ནི། རྒྱུ་མཚན། དག་འདི་འདྲའི་གང་ཡང། བསམ་བློ་མེད་པ་བྱེད། ཐ་བད་ཁོ་ར། ཐ་གཅིག་ཏུ་བས། ཡིད་ཆེས་རང་བྱིན་འགྲོ་དད་ཀྱིས་དད་པ་གཅིག་ལ་ཁུག་ཡོད་རོ། ད་རྨོངས་དད་ལའི་དེ། ཕྱོགས་གཅིག་ནས་ཡག་པོ་རེད་ལ། ཕྱོགས་གཅིག་ནས་ཞེ་ན་ཡི་ཚ་བོ་རེད། འཛམ་བུ་གླིང་འདི་ག་ལ། རྙོག་དྲ་ཚུལ་ངན་མང་བྱས་དེ་རྨོངས་དད་རེད་ད་མང་པོ་གཅིག། དཔེར་ན་དེ་རི་ཟེར་ངན། ཨ་ནི་ཁ་ལྗད་ཀྱིས་ད་ཆོས་ལུགས་ཀྱི་ནང་ལ། ཇི་ཧ་ཚད་དེ་འདུག་ཇི་ཧ་ཚད། ད་དེ་ཚོ་གིས་ནི། ད་སོ་སོའི་ཆོས་ལ་རྨོངས་དད་ཞུགས་བརྗོད་དེ། ཨ་ནི། སོ་སོའི་གི་ཆོས་མ་ཡིན་པའི་ཆོས་ལུགས་གཞན་དག་གིས་ད། ད། ཆོས་བྱེད་ངེས་ཀྱི་མི། ད། དེ་ཚོ་ལ་ཡ་ཀླ་ཀློ་རྩི་ཡ་དང། དག་ན་ཞིང། ཨ་ནི། ཁོང་ཚོ་བསད་པ་ཡིན་ན། ད། ཁ་ཆེ་གི་ཆོས་མི་བྱེད་ངེས་ཀྱི་ད་མི་ཅིག་བསད་པ་ཡིན་ན་ཨ་ནི། ཅིག་འགྲིག་འདི་གི་བསོད་དྲ་ཅན་ཨ་ནི་སོ་སོ་ཡིན་ན་ཡང། ཨ་ནི།

འོན་ཏེ་རྨོངས་དད་དེ་ཕྱོགས་ཁ་ཤས་ལ་ཡག་པོ་ཡོད་རེད་དེ། ཡང་ན་ཕྱོགས་མང་པོ་ཅིག་ལ་ད་ཉེན་ཁ་ཚ་བོ་ཞུགས་རེད། ད་དད་པ་རྣམས་ཡག་ཤོས་དེ་ནམ་རྒྱུན་ཀུན་འདུས་ཀྱིས་གསུངས་དེ་ཡོད་དེ། ཨ་ནི། རྒྱུ་མཚན་ཤེས་པའི་སྒོ་ནས་དད་པ་ཐོབ་ཁོ་རེད་ཤེས་ནས་དད་པ་ཐོབ་བ་ཟེར་དེ་རོ། འོ་ད་འདི། གལ་ཆེན་པོ་ཞུགས་རེད་བྱས་ཙང། ཤེས་ནས་དད་པ་ཐོབ་ཡ་དེ་ལ། ཨ་ནི། དང་པོ་དངོས་ལ་སློབ་སྦྱོང་བྱེད་བརྟག་དཔྱད་བྱེད་ཞིབ་འཇུག་བྱས་ནས། ཨ་ནི་ར་འཕྲོད་བྱེད་བྱུང་སོང་ན་ད་འདི་ཤེས་ནས། ཐེག་པ་ཐོབ་པ་དེ་ཆགས་ཡོད་ར། འོ་ད་དེ་འདྲའི་འདྲི་བ་ཅི་རེད་ཞུ་ཡ་ཡིན། ཇི་ཙ་ད། དང་པོ་ང་རང་ཚོ་དཔེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ལ་ཡ་ཨ་ནི་སློབ་སྦྱོང་བྱས་ནས་ཨ་ནི། ཨ་ནི། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་གནས་ཚུལ་དེ་གའི་ཤེས་པའི་ཐོག་ནས་སློབ་སྦྱོང་བྱས་ནས་དེ་ལ་སྤྱད་པ་བྱས་སྤྱད་པས་སངས་རྒྱས་རང་གི་སངས་རྒྱས་རང་ཉིད་ཀྱིས་དགེ་སློང་དག་ག་ཁྱེད་རྣམས་ཀྱིས་སྲེག་བྱེད་ཟླ་བའི་སྲེག་བཞིན་དུ་ཞེས་གསུངས་ལ། ལེགས་པར་བརྟགས་ལ་ང་ཡི་ག་བླང་བར་བྱའི་གོས་ཅི་མིན་ཞེས་གསུངས་པ་ན་བཞིན་ཨ་ནི་སངས་རྒྱས་ཀྱི་ཆོས་ལ་ཡང་སློབ་སྦྱོང་བྱས་ཨ་ནི་སློབ་སྦྱོང་བྱས་ནས་ཨ་ནི་སངས་རྒྱས་ཀྱི་ཆོས་དེ་ལ་རྒྱུ་མཚན་ཡང་དག་པར་ཅིག་མཐོང་བྱས་ཨ་ནི་དེ་ལ་ཡང་ཡོན་ཏན་བཞི་བོ་ཅིག་མཐོང་ནས་ད་འདི་ལ་སྐྱོན་མེད་པར་བྱས་ད་སངས་རྒྱས་ཀྱི་ཆོས་དེ་གཙང་བ་གཙང་རྐྱང་ཡིན་པར་ཅིག་བསམ་ལོ་ལེགས་ཏེ་དང་བའི་དད་པ་ཟད་ལེགས་པར་རོ། དཔལ་སངས་རྒྱས་ཀྱི་ཆོས་དེ་དཔལ་ཞི་བ་ཅི་ཡག་པོ་ཡིན་པ་དང། དེ་ལ་སྐྱོན་མེད་པ་དང་རྒྱུ་མཚན་ཡང་དག་པ་ཅི་ཡོད། དེ་སླད་དུ་ཨ་ནི་དང་བའི་དད་པ་ཟད་དེ་ལེགས་བར། ཨ་ནི་དེའི་དབང་གིས་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ལ་རང་བཞིན་གྱིས་ད་ཡིད་ཆེས་པའི་དད་པ་ཟད་དང་བའི་དད་པའི་དབང་གིས་ཡིད་ཆེས་པའི་དད་པ་དེ་ཡོང་གི་འདུག་ཨ། འོ་དེ་འདྲའི་འགྲོ་བ་ཅི་རེད་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་བྱ་རྒྱུད་ཀྱི་ཆོས་ཀྱི་ནང་ད་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཟད་དུ་འཛུགས་ཀྱི་ཡོན་ཏན་དེ་གས་དེ་མཐོང་ནས་ད་དེ་སོ་སོའི་རྒྱུད་ལ་ཐོབ་ན་བྱང་ཆུབ་ཀྱི་སེམས་དེ་སོ་སོའི་རྒྱུད་ལ་ཡང་འབྱུང་ན་བསམས་ཏེ། བྱང་ཆུབ་ཀྱི་སེམས་ལ་ཡང་དད་པ་ཤུགས་ཆེན་པོ་ཞིག་སྐྱེས་ནས་ད་སོ་སོའི་རྒྱུད་ལ་བྱང་ཆུབ་ཀྱི་སེམས་སྐྱེ་དགོས་འདུག་ཟེར་ཏེ། ད་དེ་འདྲའི་བསམ་བློ་སླེབས་དུས་ད་མངོན་འདོད་ཀྱི་དད་པ་ཟེར་ཏེ་སླེབས་དགོས་རོགས། ད་དེ་འདྲའི་དྲ་བ་ཇི་རེད་ཤོད། བྱས་ཙང་ཡིད་ཆེས་ཀྱི་དད་པ་མངོན་འདོད་ཀྱི་དད་པ་དང་བའི་དད་པ་ཟེར་ན། ད་དེ་འདྲའི་དྲ་བ་ཇི་རེད་ཤོད། ད་དེ་འདྲའི་དྲ་བ་ཇི་རེད་ད་དད་པ། ད་དེ་ནས་ངོ་ཚ་ཡོད་པ་ཟེར་ཏེ། ངོ་ཚ་ཡོད་པ་ལ་ཡང་དེ། ངོ་ཚ་ཡོད་པ་དང་ཁྲེལ་ཡོད་པ་ཟེར་དེ་ང་ཚོ་ནམ་རྒྱུན་ཕལ་སྐད་རྒྱབ་དུས་སྐད་ཤེས་དུས་མི་དེ་ངོ་ཚ་ཁྲེལ་མེད་རེད་མི་དེ་ངོ་ཚ་ཁྲེལ་ཡོད་རེད་ལབ་གི་ཡོད་རོ་ཁྱེད་ཚོ་འདི་ལབ་དུས་ཚང་མ་ལ་ངོ་ཚ་ཡོད་པ་དང་ཁྲེལ་ཡོད་པ་ཟེར་ངོ་ཚ་མེད་པ་དང་ཁྲེལ་མེད་པ་གཉིས་དེ་གཅིག་པ་གཅིག་རྐྱང་འདྲ་བ་ཅིག་བསམ་བཏང་གི་ཡོད་རེད་ནམ་རྒྱུན་ང་ཚོས་ཡིན་ནི་དངོས་ཡོད་གནས་ཚུལ་བ་ཡག་པོ་ཅིག་བཏགས་ཡིན་ན་ཁོ་གཉིས་པ་རུ་ལ་ད་ཁ་བ་ག་ལ་ཏོག་ཙམ་ཡོད་དེ་བ་ཚོ་རེད་ཅིག་ཆགས་ཡོད་རེད་ཞུ་ཡ་ཡིན་ད་ཁ་བ་དེ་ག་རེད་ལམ་དང་པོ་ངོ་ཚོད་ཡོད་པ་ཟེར་ན་ག་རེད། རང་ཉིད་གོ་སྟོན་འགྲོ་བ་ག་རེ་ཟེར་རང་ཉིད་སོ་སོ་རྒྱུ་མཚན་དུ་བྱས་ནས་རང་རྒྱུ་མཚན་དུ་བྱས་ནས་ཁ་ན་མ་ཐོ་བ་ལ་འཛེམ་ཞིང་ད་ཁ་ན་མ་ཐོ་བ་ཟེར་ན་ཉེས་པ་ཟེར་བར་ད་ཁ་ན་མ་ཐོ་བ་ལ་འཛེམ་ཞིང་ཉེར་སྤྱོད་ཟེར་ན་ད་མི་དགེ་བའི་ལས་ཟེར་ན་ད་དུ་སྡིག་པའི་ལས་ཟེར་ན་དེ་ལ་བ་སྡོམ་དགེ།

ཉེས་སྤྱོད་སྡོམ་པའི་རྟེན་བྱེད་ཀྱི་རེད་ཅེས་གསུངས། ཚེ་ད་རང་རྒྱུ་མཚན་དུ་བྱས་རང་རྒྱུ་མཚན་དུ་བྱས་ཟེར་དེ། ཨན་དོན་དག་དེ། ག་རེ་གསུང་དགོས་རེད་ཞུས་པ་ཡིན་ན། དཔེར་ན་ང་འདྲ་བོ་ཆ་ཤས་ཡིན་ན་ང་གྲྭ་པ་རོ། གྲྭ་པ་ཡིན་ཙང། ཨོ་ད་དེ་འདྲའི། ང་གྲྭ་པ་རེད་ད་དེ་འདྲའི་བྱེད་ཉེས་ཀྱི་མ་རྟགས་སྤྱི་ཚོགས་ནང་འགྲོ་དུས་བསམ་པ་ལ་དེ་འདྲའི་བྱེད་རྒྱུ་མ་རེད། ཨན་དམིགས་བསལ་གྱི། སྤྱི་ཚོགས་ནང་ལ་སྐྱེས་ཤིག་ཡོད་ན་རང་དམིགས་སུ་བཀར་ནས་ཡང་བུད་མེད་མཉམ་དུ་སྐད་ཆ་བཤད་པའི་སྒང་ལ་ཨ་ནི་ཟབ་ཟབ་བྱེད་དགོས་ཡ་བྱོས་རང་འོ་དེ་རང་རྒྱུ་མཚན་རང་ཉིད་གྲྭ་པ་སྦྱིན་པའི་རྒྱུ་མཚན་དུ་བྱེད་ཨོ་འོ་ད་དེ་འདྲ་ཅིག་དཔེར་ན་ཡང་ཡང་སོ་སོ་བོད་པ་ཡིན་པའི་རྒྱུ་མཚན་དུ་བྱེད་ན་ཨ་ཅིག་ད་ཕྱི་རྒྱལ་གྱི་མི་རིགས་མཉམ་དུ་སྡེ་བའི་ཁ་དོག་དང་ཨ་ནི་ཡང་ཅིག་ཕྱི་ལོག་རྒྱལ་ཁབ་ཨ་རྒྱ་གར་དང་ད་ག་འདྲ་ཕྱི་རྒྱལ་གྱི་མི་དེ་འདྲ་མཉམ་དུ་སྡེ་བའི་ཁར་གཟབ་གཟབ་བྱེད་ཨོ་ད་ངས་དེ་འདྲ་བྱེད་ཉེ་གི་མ་རེད་མ་ད་ང་བོད་པ་ཅིག་རེད་ད་ཞབས་འདྲེན་ཞུ་གི་ད་བསམ་པའི་བསམ་བློ་དེ་ཡོད་ན་བོད་པའི་ཞབས་འདྲེན་ཞུ་ད་བསམ་པའི་བསམ་བློ་དེ་ཡོད་ན་ད་རང་རྒྱུ་མཚན་རང་བོད་པ་ཅན་པའི་རྒྱུ་མཚན་དུ་བྱས་རང་གྲྭ་པ་ཅན་པའི་རྒྱུ་མཚན་དུ་བྱས་ད་ཡང་བུད་མེད་འདྲ་བོ་ཆགས་ཤིག་ཡིན་ན་བུད་མེད་ཡིན་ན་ད་བུ་རྐྱང་རྐྱང་ཅིག་གི་ལ་སླེབས་པ་ཡིན་ན་འོ་ད་ང་བུ་མོ་རེད་ད་ང་བུད་མེད་ཅིག་ཡིན་ས་ད་ཟབ་ཟབ་བྱེད་འོ་ཡོད་ད་བསམ་པས་ག་འཇུ་མ་འཇུ་བྱེད་སྙིང་མ་རེད་ཟེར་དུས་ངོ་ཚ་ཡོད་བ་ཟེར་ཆགས་སོ་སོ་བུད་མེད་ཅིག་འདུག་སྙམ་ཨེ་བུ་ཡིན་ན་ཡང་སྐྱེས་པ་ཕོ་ཅིག་ཡིན་པ་ཡིན་ན་ཡང་བུ་མོ་རྐྱང་རྐྱང་ཅིག་གི་ལ་སྐྱེས་པ་ཕོ་དེ་འདྲའི་སླེ་བས་དེ་འདྲའི་ཡོང་གི་རུ་བའང་ད་དེ་འདྲའི་ཡོང་བའི་ག་ལ་ཨེ་སོ་སོའི་ངོ་ནས་འོ་དེ་འདྲའི་བྱེད་རྒྱུ་མེད་ད་ང་བུ་ཅིག་རེད་ད་ད་དེ་ལ་བུ་མོ་རྐྱང་རྐྱང་རེད་འདུག་བསམ་ནས་ཨ་ནི་ཟབ་ཟབ་བྱེད་སོང་ན་ད་ངོ་ཚ་ཡོད་བ་ཟེར་ཆགས

སྒོ་གསུམ་གྱི་ནི་ཉེར་སྤྱོད་སྡོམ་པ་སྲིད་དོ། སྒོ་གསུམ་ཟད་དེ་ལུས་ངག་ཡིད། ད་ལུས་ཀྱི་ཀུན་སྤྱོད་ངན་པ་བྱེད། ངག་གི་སྒོ་ནས་ནི་སྐད་ཅིག་ཚིག་ངན་པ་ལ་སོགས་པ་བཤད། དག་ན་ཞེས་ཡིད་ཀྱི་བསམ་བློ་སྡུག་ཅག་དེ་འདྲ་འཁོར་ཡ་ཡོད་རོ། ད་འདི་ཚོའི་རིགས་དེ་ད་བྱེད་ཀྱི་མ་རེད་གསུངས། ངོ་ཚ་ཡོད་པ་དེ་ཡོད་ན་དེ་ཡི་བྱེད་ལས་དེ་ལ་དེ་འདྲ་ཡོང་དགོས། ཨ་ནི་ཚུལ་ཁྲིམས་ཀྱི་རྟེན་བྱེད་ཀྱི་རེད། ད་ང་ཚོ་གྲྭ་བ་ཡིན་ན་སྡོམ་པ་ཡག་པོ་སྲུང་ཐུབ་ཡ། ངོ་ཚ་ཡག་པོ་ངོ་ཚ་ཡོད་ན་ཁོ་སྡོམ་པ་ཡག་པོ་སྲུང་ཐུབ་ཡ།

ང་ད་ལྟ་མཐོ་རིམ་སློབ་གྲྭ་ནང་སྡད་ཀྱི་ཡོད་རེད་བ། བྱས་ཙང་ད་ང་དཔེར་ན་མཐོ་རིམ་སློབ་གྲྭ་སློབ་ཕྲུག་འགྲོ་བྱེད་ན་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་སློབ་ཕྲུག་འགྲོ་བྱེད་ན་ད་དང་པོ་ཁ་སི་གོ་རེད་སོ་སོ་བོད་པ་ཁ་ལ་བ་རེད་ད་དཔེར་ན་ང་འགྲོ་བ་བྱེད་ན་སོ་སོ་གྲ་བ་ཅི་རེད་ད་ང་ས་ནས་ཨ་ནི་ལས་ཀ་འདུག་ཆ་ཆེ་ཉིག་མར་ད་ཟེར་བ་བསམ་བློ་བཅོལ། ད་ད་ཕྱི་ལོག་ལ་འགྲོ་བའི་སྒང་ལ་དཔེར་ན་ང་དགེ་རྒན་རེད་བ། དགེ་རྒན་ཡིན་པའི་སྒང་ལ། ད་ཕྱི་ལོག་ཕྱི་ལོག་ལ་ཡ་གཅིག་སྐད་ཆ་བཤད་ག་འགྲོ་འདུག་བསམ་པ་ལ་འོ་ད་ཡག་པོ་མེད་མ་གཏོགས། ད་ང་རང་ད་ཞབས་འདྲེན་ཞུ་ན་ཞུ་ཡི་ཁྱད་མི་འདུག་སྟེ། ཡིན་ནས་ངའི་མཐོ་སློབ་ཀྱི་མིང་དེ་ད་རྫས་དྲུག་རེད་ཟེར་ཏེ་ངའི་ཁྱད་ཆོས་དེ། ང་མཐོ་སློབ་དེ་གི་དགེ་རྒན་ཡིན་པ་ཡིན་ཙང་མཐོ་སློབ་དེ་གི་ཆ་ཤས་ཅིག་ཡིན་པ་ཡིན་ཙང། ཨ་ནི་རང་གི་ཆོས་རྒྱུ་མཚན་དུ་བྱེད་འོ། འོ་ད་ངས་འདི་འདྲ་བྱེད་ཉན་གི་མ་རེད་མ་གཏོགས། དཔེར་ན་ང་དེ་བས་སྤྱི་ཚོགས་ལ་ལྟ། ནམ་རྒྱུན་ད་ག་ཟེར་གྱི་འགྲོ་བསྡད་ཀྱི་ཡོད་ན་འདྲ་འདུག་ཡང་མེད་ན་ང་ཕྱི་ལོགས་ལ་གཏམ་བཤད་བྱེད་པར་འགྲོ་གི་ཡོད་ན་འདྲ་ཟབ་གསོ་མ་བྱེད་ཅེས་གྲ་སྒྲིག་གི་ཡོད་པ་དང། ག་ལ་བ། གྲ་སྒྲིག་དང་འཆར་གཞི་དང་ལྡན་པ་བྱེད་ན་མ་འགྲོ་ག་བྱེད་བཞིན་ཨ་ནི་ཞབས་འདྲེན་ཞུ་ཡ་དེ་ནས་ཡོང་གི་རོགས་འོ་ཏཱ་ལའི་བླ་མ་མཐོ་རིས་སློབ་གཉེར་ཁང་གི་དགེ་རྒན་དེ།

ཁོ་གཉིས་དགྲ་བོ་ཞུ་ཡོད་རེད་ཡིན་ན་ད་ཁྱད་པར་ག་རེ་ཡོད་ཟེར་ན། ཁྲེལ་ཡོད་ལགས་ན་གཞན་རྒྱུ་མཚན་དུ་བྱེད། ད་གཞན་རྒྱུ་མཚན་དཔེར་ན་ང་ཚོ་གྲྭ་བ་འདྲ་བོ་ཆགས་ཤག་ཡིན་ན། ཨ་ནི། ད་འདི་ལ་གཞན་རྒྱུ་མཚན་དུ་བྱེད་ནས་ཁ་ན་མ་ཐོ་བ་ཉེས་སྤྱོད་ལ་འཛེམ་པ། ཨ་ནི། དགེ་བ་ལ་འཇུག་པར་བྱེད་རེད་ད་ལེགས་སྤྱད་ཟེར་ན་དགེ་བ་ཟེར་བ་དང་ལེགས་པར་སྤྱད་བ་ཟེར་ན་དགེ་བ་ལ་འཇུག་མི་དགེ་བའི་ལས་དེ་གི་དགག་ཡ་དང་དགེ་བའི་བྱ་བ་ལ་འཇུག་ཡ། ཁྲེལ་ཡོད་ཟེར་ཡ་དེ་ཡོད་ན་དེ་འདྲ་ཡོང་གི་རེད་ཅེས་གསུངས། བྱས་ཙང་ད།

སྐུ་འདུས་བློ་ཕམ་གྲུབ་པ་དང་གཉེན་འབྲེལ་བྱེད་རྒྱུའང་མ་རེད། འོ་ད། ཡང་མིན་ན། ང་ཚོ་ཅིག་རྒྱ་གར་ན་ཞུ་ཉེ་ཅིག་ཡིན་པའི་ཆ་བཞག་ཡིན་ན། འོ་ད་དེ་འདྲ་བྱེད་རྒྱུ་མ་རེད་མ་གཏོགས་བོད་ན་ཞུ་ཉེ་ཚོ་བློ་ཕམ་གི་རེད་ད་ཟེར་དུས་གཞན་རྒྱུ་མཚན་དུ་བྱེད་གི་རེད་ད་སོ་སོ་རྒྱུ་མཚན་བྱེད་གི་ཡོད་མ་རེད་ད་གཞན་ཅིག་དེ་འདྲ་བྱེད་ན་ཡག་པོ་ཡོད་མ་རེད་ཟེར་ཆོས་ར། འོ་ད་དེ་གཞན་རྒྱུ་མཚན་དུ་བྱེད་ན། ད་དཔེར་ན་བུད་མེད་འགྲོ་བའི་ཆ་བཤད་ན་སྤྱི་ཚོགས་ནང་འགྲོ་བའི་སྐར་ལ་འོ་ང་དེ་འདྲའི། དུག་ལོག་གོན་སྟངས་ཡིན་ན་སྐད་ཅིག་བཤད་སྟངས་ཡིན་ན་དེ་འདྲ་བྱེད་རྒྱུ་མེད་མ་གཏོགས། ཨ་ནི་མི་གཞན་དག་ང་ལ་སྤྱི་ཚོགས་ང་ལ་ཁ་བཏང་གིར་དག་ཟེར་ཏེ་གཞན་རྒྱུ་མཚན་དུ་བྱས་ནས་ཨ་ནི་ལས་ཀ་སྡུག་པ་རིགས་དེ་མ་བྱས་པ་ཡིན་ན། ཨ་ནི། ད། ཁྲེལ་ཡོད་ཟེར་ཏེ་ཆགས་གིར་དང་འོ་ད་དེ་འདྲས་རེད་བྱས་ཙང་གཞན་རྒྱུ་མཚན་དུ་བྱས་ནས་ཁ་ན་མ་ཐོ་བའམ་ཉེས་སྤྱོད་ལ་འཛེམ་པ་དང་ལེགས་སྐྱེས་ལ་འཇུ་བར་བྱེད་པའི་སེམས་བྱུང་བཅས་ལ་ཁྲེལ་ཡོད་ཟེར་ལ་གི་རེད། ད་ཁྲེལ་ཡོད་དེ་ལ། བྱེད་ལས་ག་རེ་ལ་ན་དག་ར་རེད་སྒོ་གསུམ་གྱི་ཉེར་སྤྱོད་འདོམས་གི་རེད་ད་ངས་ལུས་ངག་ཡིད་གསུམ་གྱི་ད་མི་དགེ་བའི་ལས་བྱེད་ཡ་ལ་སོགས་པ་ལ་འདོམས་གི་རེད་ཨ་ནི་རང་གི་ཚུལ་ཁྲིམས་དེ་ཡག་པོ་ཅིག་བསྲུང་ཐུབ་གི་རེད་ཚུལ་ཁྲིམས་དེ་རེག་གི་མ་རེད་ཚུལ་ཁྲིམས་རེ་བ་ཟེར་ན་ཨ་སོ་སོའི་གི་ཚུལ་ཁྲིམས་དེ་ཉམས་པ་ཡིན་ན་རེ་བ་སོགས་ཆགས་འགྲོ་གི་ཡོད་ར་རང་གི་ཚུལ་ཁྲིམས་དེ་མི་རེ་བ་བྱེད་གི་རེད་ད་ཨ་ནི་གཞན་གྱི་མ་ཐེ་བ་སོགས་དགོག་གི་རེད་ད་གཞན་གྱི་སོ་སོ་ལ་ཡ་ལྟ་སྟངས་སྡུག་ཅག་མ་ཐེ་བ་ཟེར་ན་ལྟ་སྟངས་སྡུག་ཅག་བྱོས་ར་འོ་དུས་ཚོད་ཨ་ནི་བ་ཀ་ཐུག་རེད་ད་ང་ཤི་གཞན་གི་སོ་སོ་ལས་ཡག་རྗེས་སུ་ཡི་རང་བྱས་དེ་འདྲས་ངོ་ཚ་དང་ཁྲེལ་ཡོད་ཡོད་ན་ཨ་ནི་གཞན་གི་སོ་སོ་ལས་ཡག་ཨོ་འདི་ཡག་པོ་འདུག་ད་པོ་འདི་ཨོ་ནེ་ཁྲ་ནི་ངོ་ཚ་མིན་པོ་ཨ་ནི་བས་ཡག་པོ་འདུག་ད་ཟས་སྦྱོར་ར་ཁྲེལ་ངོ་ཚ་ཁྲེལ་ཡོད་ཅིག་རེད་ཤག་སེམས་རྗེས་སུ་ཡི་རང་བྱས་དེ་འདྲས་བསྟན་བྱ་གི་རེད་ཅེས་གསུངས་དང།

ད་གིན་ངས་ཞུས་པ་ན་བྱས་ནས་ད་ང་ཚོ་དེ་འདྲ་བྱེད་ཉིན་གི་མ་རེད་མ་གཏོགས་ཨ་ནི། ཀུན་འདུས་དགོངས་པ་ཚོང་འགྲུག་གི་རྡ་ས་ཀུན་འདུས་ཀྱི་ཐུགས་ཕམ་གི་རྡ་ས་དེ་འདྲ་བསམ་སྟངས་པ་ཡིན་ན་གཞན་རྒྱུ་མཚན་དུ་བྱེད་ཡོད་ར་ད་གཞན་གྱི་ཆོས་ཟས་དེ་འོ་དེ་འདྲ་བྱེད་རྒྱུ་ཡོད་མ་རེད་ཟས་ཅོག་དེ་འདྲ་བྱེད་རྒྱུ་ཡོད་མ་རེད་མ་གཏོགས་ཨ་ནི། བོད་ན་ཞུ་ཉིན་གྱི་ད་བོད་པ་ཚོ་ད་ཐུགས་ཕམ་འགྲུག་གི་རྡ་ས་དེ་འདྲ་གྱི་བསམ་བློ་བཏང་དུས་གཞན་གྱི་ཆོས་རྒྱུ་མཚན་དུ་བྱས་ནས་གསུང་གི་ཡོད་ར་ཨོ་ད་དེ་འདྲ་འདྲ་བོ་ཅིག་རེད་ཞུ་ཡ་ཡིན། ཨོ་ད་དེ་རིང་དེ་བྱ་བ་མིན་འགྲོ་ད་ང་ཚོ་སྡེ་ཚན་འདྲ་བོ་ཅིག་གསུམ་རྫོགས་སོ། དད་པ་བྱེད། ཨ་ནི་ངོ་ཚ་ཡོད་པ་བྱེད་དེ་ནི་ཁྲེལ་ཡོད་པ་ད་འདི་གསུམ་འདི་འདུག་བྱས་རེད་ཞུས་བའི་ཁུལ་ཡིན། ད་དེ་འདྲ་འདྲ་བོ་ཅིག་རེད་ཞུ་ཡ་ཡིན། བྱས་ཙང་ད། སྤྱི་བཏང་ནི་ང་ཚོ་མི་དེ་ཚོ་གི་ནམ་རྒྱུན་བཤད་རྒྱུན་ལ་དེ་འདྲ་ཡོད། མི། ག་རེ་ཡིན་ན་ལབ་གི་རེད། དེ་མིའི་ལབ་ཡ་དེ་ཁོ་ཚོའི་ལས་འགན་རེད། ལྟ་ཡ་ཁྱེད་ཡོང་མ་རེད་ལང་ཡ་དེ་མི་ལྟ། ཨ་ནི། ག་རེ་ཡིན་ན་བྱས་བྱ་ཡ་ཆོག། ད་མིའི་ལབ་གི་རེད་མིའི་ལབ་ཡ་ལྟ་ཡ་ཁྱེད་ཡོང་མ་རེད་ཟེར་ནས། ག་རེ་ཡིན་ན་བྱས་བྱ་ངེས་དོན་དུ་ཡོད་ར། ལས་ཀ་སྡུག་པ་རེད་གང་ག་བྱས་ཡ་ཆོག་ར། སྤྱི་བཏང་ནི། མིའི་ལབ་ཙེ་གང་ག་ལ། ལྟ་ཡ་ད་ཡོང་མ་རེད་དེ་བདེན་པ་རང་རེད། རང། གཅིག་བྱས་ན་ཡང་བྱས་སོང་ཟེར་ནས་སྐད་རྒྱག་གི་རེད། མ་བྱས་ན། བྱས་མ་སོང་ཟེར་ནས་ཡང་སྐད་རྒྱག་གི་རེད། ད་ག་རེ་ཡིན་ན་འདི་འདྲ་རེད། ད་ཡིན་ན་ཡང། སྐབས་རེ་སྐབས་རེ། ང་ཚོའི། མིའི། ལབ་པ་ལ་ལྟ་དགོས་ཡས་དེ་འདྲའི་རིགས་མང་པོ་འབྱོར་ད། འདི་ཚོ་ང་ཚོས་དབྱེ་བ་ཕྱེ་ཕྱེ་རོགས། འོ་འདི་ཚོ་གཟབ་གཟབ་བྱེད་ནས་ད་གང་ལྟར་བརྟག་དཔྱད་བྱེད་ནས་ཞིབ་འཇུག་བྱེད་ནས་འགྲོ་དགོས། དངོས་ཡོད་གནས་ཚུལ་དང་མཐུན་པ་བྱེད་ནས་འགྲོ་དགོས་དེ་ད་གལ་ཆེན་པོ་རེད་ད་དངོས་ཡོད་གནས་ཚུལ་ལ་བལྟ་དེ། གཙོ་བོ་སོ་སོ་གི་སྤྱད་པ་ཅིག་དངོས་ཡོད་གནས་ཚུལ་ལ་མཐུན་པ་བྱེད་ནས་འགྲོ་དགོས་ཡ་འདི་ད་ཁྱད་ཆོས་ཞུ་འདྲ་བོ། ཆགས་ཀྱི་རེད་ཡོད་ཅེས་ནོ་འོ་དེ་འདྲའི་འདྲ་བོ་ཞུ་འདོད་འགྲོ་བྱུང། ཨང་དག་ཡིན་ཨང་མཐོ་ཆེ་ན།